ལུས་ཡིད་དང་ངག་དང་ཡིད་གསུམ་གྱི་སྒོ་ནས་གཅིག་གི། མི། ཟེར་ན་མི་འདུག་མི་ཙམ་དུ་མ་ཟད་པའི་སེམས་ཅན་སྲོག་ཆགས་ཆེ་ཆུང་ཇི་ནི་ཅི་ཡིན་ནའང་འོ་དེ་ལ་གཅིག་གི། ཕན་ཐོགས་ཅི་དང། དེའུ་དང་སྐྱིད་པོ་འོང་བྱེད་ཀྱི་ད་གཅིག་གི། ལས་ཀ་དེ་ལ་གེའུའི་ལས་དང་འོ་དེ་ཀྱི་བསམ་བློ་གཏོང་མཁན་དེ་ལ་གལ་བའི་བསམ་པ་ཟེར་མཁན་ཡིན། ད་བར་རེ་གཅིག་གིས་ཕལ་གི་ལ་ས་རི་གཞོན་ལ་གཅིག་གིས་སེམས་ཅན་སྲོག་ཆགས་ཇི་ནི་ཡིན་ན་ཡང་འོ་དེ་ལ་གཅིག་ཕན་ཐོགས་གཅིག་དང་ནི་ལའུ། གི་བསམ་བློ་གཏོང་གཅིག་དེ་ལ་ལས་ཀ་ལའུ་དང་བསམ་བློ་ལའུ་མི་སེར་འོས་སྦྱོང་བྱེད་བཞིན་ཆོལ་ཁའི་ནང་ལ་དེ་ལ་གལ་བ་དང་གལ་བའི་ལས་དང་གལ་བའི་བསམ་པ་ཟེར་མཁན་དེ་ངན་བྱུང། ད་གཅིག་གིས་མི་སྐད་པ་ད་ལུས་ངག་ཡིད་གསུམ་གྱི་མི་སྐད་པ་བཅུ་དེ་ཕ་སྤང་གཅིག་ནི་གལ་བ་ཟེར་ན་མི་འདུག་ལས་ཀ་ལའུ་འགྱེད་ཆོག། གི་གཅིག་གི་གལ་བ་བཅུ་འདི་ལ་ཡང་དག་ཅིག་གི་གཅིག་གི་ལས་གཅིག་པ་ཡིན་ན་ཡང་བསམ་བློ་གཏོང་སྟངས་དང་ལས་ཀ་བྱེད་སྟངས་ཀྱི་ཁྱད་པར་ལ་བརྟེན་ནས་དེ་ནི་ཡང་གལ་བ་དང་ཨཱ་གལ་བའི་དག་གལ་བ་བཅུ་ཡི་ཨཱ་ནི་ལས་དེ་ཡང་དེ་ནི་ཡང་གཅིག་འགྱུར་ཆེ་ཆུང་དང་གཅིག་འབྲས་བུ་རྒྱ་ཆེ་ཆུང་དང།

ལུས་ཀྱི་དེ་ནི་སྡུག་པོ་མང་པོ་ཅིག་བྱས་རྗེས་ནི་འགྲོ་ཡོད་ཀྱང་བྱུང། ཡིན་ན་ཡང་ད་བདག་ཅག་གི་དུས་ཆོས་ལ་ནི་བཟའ་ཡི་དང་འཐུང་རྩིས་གྱེའུ་དང་འཁུར་འགྲོ་དགོས་ན་ཡང་རང་རེན་གྱི་རྒྱབ་ལ་འཁུར་འགྲོ་མི་དགོས་བ་དཔེར་ན་ཡང་མེད་ན་མེ་དྲེལ་དང་ཡང་མེད་ན་ཅིག་གནམ་གྲུ་ལ་ཞོན་རྗེས་ནི་ལན་ཡི་བཟའ་ཡི་འཐུང་ཆུའི་གོན་ཆུ་སྟོད་ལས་འཁུར་རྗེས་ནི་ནི་ཅིག་སྡུག་པོ། ལུས་ལ་སྡུག་པོ་སྟེར་མི་དགོས་པའི་སྒོ་ནས་ཅིག་དུས་ཚོད་ཡུན་རིང་པོ་ཅིག་མི་འགོར་བའི་སྒོ་ནས་མྱུར་དུ་བ་ད་ཅིག་མན་དེ་ཐབས་ཤེས་ཨིན་ཇི་འགྲོ་ཡི་དེ་གཅིག་པ་ཡིན་ངེ་ཨེ་མལ་ཁུར་འགྲོ་ཡང་གཅིག་པ་ཡིན་ངེ་ལ་ཡིན་ནའང་སྡུག་པོ་ཨེ་ཇི་མན་ར་ཅིག་དང་དུས་ཚོད་འགྱུར་གཅིག་གཅིག་མན་དེ། འུ་དེ་ཅོང་ལ་བྱེད་ཅི་ནི། དགེ་བ་དང། མི་དགེ་བ་ཟེར་ངེ་འདི་ད་དགེ་བའི་ལས་ཟེར་ངེ་འདི་ཨང་གི་དང་ད་གཅིག་པ་ཡིན་ནའི་བྱེད་སྟངས་ཅིག་བསམ་བློ་གཏོང་ཕྱོགས་དང་ཐབས་ལམ་གྱི་ཁྱད་པར་ལ་བརྟེན་ནས་དེ་ནི་དགེ་བ་དེ་ནི་སྲོག་གཅོད་པ།

དེ་ནི་རྨེའུ་ཡིན་ལའི་དུག་ཆ་ཡིན་པ་ཧག་གོ་འོ་དེ་དེ་སྤངས་ཀྱི་ནི་དུས་ད་རིང་ནས་བཟུང་ཀྱི་ནི་ངའི་ཨ་ནི་སེམས་ཅན་ད་མི་ཡིན་ན་ད་ཨ་ཅང་ཅང་འོ་དེ་སྟེང་ལ་དེ་ནི་ཅིག་ལྟ་ལུགས་ཧི་ཡག་ད་ཇི་ནི་ཡིན་ན་ཡང་འོ་དེ་ལྟོ་ལས་སྡིག་པ་མི་དགེ་བ་ཡིན་ན་དུ་ད་དེ་རིང་ནས་ངས་མི་སྐྱེ་ཟིན་པའི་བསམ་པ་བསམ་པ་དེ་དགེ་བ་ཡིན་ངེས་བྱུང། དང་བའི་དེ་ཙམ་བྱ་བ་ལ་དགེ་བ་བསོད་ནམས་ཆ་དོན་གྱི་དགེ་བ་ཟེར་གྱི་འོ་དེ་དེ་ལྟར་བསོད་ནམས་སྤྱི་མིང་མ་ཏོ་རྒྱ་ཆེན་པོ་ཅིག་སོགས་ནས་བརྗོད་མ་ངེས་འབྱུང། དཔེར་ན། འོ་དེ་ཡི། ལ་བརྟེན་ནས། ད་འོ་དེ་ཀྱིས་སྤོང་དགོས་ཀྱི་བསམ་བློ་དེའང་ད་ངའི་འོ་དེ་ཡི་སེམས་ཅན་སྲོག་གཅོད་གཅོད་ལ་དེ་ནི། དེ་ནི་སྐྱེ་བ་ཕྱི་མ་ལ་ང་དེ་ནི་ཅེས་དམྱལ་བ། ཡང་མེད་ན་དུད་འགྲོ་ཡང་མེད་ན་ཡི་དྭགས་ལ། ཨ་ནི། སྐྱེ་བ་ལན། ལན་ཅིག་གི། འཚེར་སྣང་དང་འཇིགས་སྣང་ལ་བལྟས་ཀྱི་ནི། ད་འོ་དེ་ལས་ཀ་དེའང་མི་བསྐྱེད་སྡིག་པ་ཡིན་ན་བསམ་པ་ཙམ་གྱི་སྒོ་ནས། སྲོག་གཅོད་པ་སྤོང་བྱེད་སྦྱོང་ལ་འོ་དི་སོ་ནམ་ཆ་མཐུན་གྱི་དགེ་བ་ཟེར་མཁན་དེ་ནི་འོ་དི་དེ་ཕན་ཡོན་ཆེན་པོ་དང་རྒྱ་ཆེན་པོ་འབྱོར་བ་འོང་གི་མ་ངེས་ཡིན། ད་འོ་དི་ནི་སྡིག་པ་དེ་སྲོག་བྱེད་པ་སྤང་བྱེད་ནི་སྲོག་བྱེད་མི་དགེ་བསམ་གྱི་བསམ་པའི་དགེ་བ་དེ་ཡང་བསམ་པའི་སྟོང་སྟངས་ཀྱི་སྒོ་ནས་སྤོང་བྱེད་སྦྱོང་ལ་བྱེད་ཀྱི། སོ་སོ་གི་ཆེད་དུ་སྐྱེ་བ་ཕྱི་མ་ཙམ་མ་རང་ང་རང་གཅིག་པུ་གི་ཆེད་དུ་ཅི་རིགས་སྐྱེ་བ་ད་ཤུ་ལ། ལྟ་བུ་དེའི་དམྱལ་བ་དང་ཡེ་དག་དུད་འགྲོ་ལ་སྐྱེ་ཅིང་འཇིག་རིགས་ཁྱབ་ཅིང་སེམས་ཅན་གྱི་སྲོག་གཅོད་སྤང་བ་ཙམ་མ་ཡིན་པར་མདོར་ན། སེམས་ཅན་གཅིག་ཡིད་ནས་བཟུང་སྟེ་རང་གི་ལུས་རང་གི་སྲོག་དེ་ལ་སྐྱེ་བ་མེད་མཁན་གཅིག་མེད་ར་བྱུང། དཔེར་ན་རང་གིས་རང་ལ་བ་ད་སྐྱེ་བ་གོ་འདྲ་སེམས་ཅན་ཇི་ནི་ཇི་ཡིན་ན་གཡག་ཡིན་ན་ཡིན་འདྲ་ཀླུ་ཡིན་ན་འདྲ་རྟ་ཡིན་ན་ཐ་ན་འབུ་ཅི་ཡིན་ན་ཡིན་འདྲ་རང་གི་སྲོག་ལ་སྐྱེ་བ་དང་ལུས་ལ་སྡུག་བསྔལ་མི་འདོད་པ་ཁོ་རང་ཏོ་ལེ་གཅིག་པ་ཡིན་ངེས་བྱུང། འོ་དེ་གཅིག་པ་བྱུང་ལ་བྱས་རྗེས་ནི་དེའི་འོད་དེ་སེམས་ཅན་ཐམས་ཅད་སྡུག་བསྔལ་སློང་བ་གཅིག་མཚུངས་དལ་བ་འདོགས་མཁན་ཡིན་པ་གཅིག་བྱུང་ཡིན་པ་དང་ཧ་གོ་འོ་དེ་ལ་སྙིང་རྗེ་སྐྱེ། བསམ་པ་བྱང་ཆུབ་སེམས་ཟེར་ནམ་ནས་སྙིང་རྗེ་སྐྱེ་ཡི་ཇི་ནི། དེ་ནི་འོ་དེ་ཏོ་ལེ་གི་བསམ་བློ་དེ་ཁྱེར། འོད་དུ་ལས་སངས་རྒྱས་ཀྱི་གོ་འཕང་ཐོབ་བགྱི་དང། འོད་དུ་ལས་ཅིག་བདེ་བ་ལས་བྲལ་བྱེད་ཀྱི་བསམ་བློ་དེ་ཁྱེར། འོད་དེ་ཁྱེར་པའི་མགོ་ནས་དེ་ནི་སྲོག་གཅོད་སྤོང་བགྱི། དེ་ནི་རྫུན་ཤོད་བགྱི་སྤོང་བགྱི། མ་བྱིན་པ་ལེན་པར་སྤོང་བགྱི། འོད་བདག་གི་བསམ་པའི་མགོ་ནས་དེ་ནི་ཅིག། འོད་དུ་ལས་དེ་ནི་ཅིག་གནས་སྐབས་འོད་ཅིག་ཅིག་དེ། ངན་སོང་གསུམ་ཟིན་ན་མི་འདོད་དམྱལ་བ་ཡི་དྭགས་དུད་འགྲོ་ཙམ་གྱི་སྡུག་བསྔལ་ལས་ཐར་བགྱི་ཙམ་གྱི་བསམ་བློ་མ་བས་མདོར་ན་འོད་དུ་ལས།

གུར་ཆོས་ཡིན་པའི་རྒྱུ་མཚན་ཙམ་གྱིས་མ་གཏོགས་ཁྱད་པར་འོང་རྒྱུ་མང་ངེས། ཡིན་ན་ཡང། འོ་དེ་གཉིས་ལ། འགྱུར་ཆེ་ཆུང་དང། འབྲས་བུ་ཆེ་ཆུང་དང། ཕན་ཡོན་ཆེ་ཆུང་བསམ་གྱིས་མི་ཁྱབ་པ་འོང་རྒྱུ་ངེས། འོ་དེ་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཆོས་དང་དཔེ་ཆའི་ནང་ལ། རང་གཅིག་པུ་གྱི་བསམ་བློ་བཏང་རྗེས་ནས་རང་གཅིག་པུ་གྱི་གནས་སྐབས་ཀྱི། སྐྱིད་པོ་དང་གནས་སྐབས་རྩ་ཡི་འཐུང་བྱེད་གོན་བྱེད་སྐྱེས་བུ་ཚེ་རིང་བ་ནད་མེད་པ་ཙམ་གྱི་བསམ་བློ་བཏང་རྗེས་ནི། དེ་ནི་སེམས་ཅན་གྱི་སྲོག་བཅད་སྤང། དེ་ནི་བརྫུན་ཟེར་གྱིས་སྤང་ངན་སྦྱོང་ལ་བཅད་པ་དེ་སྤྱི་དང། བསོད་ནམས་སོགས་ཀྱི་དགེ་བའི་ལས་འགུལ་འདི་ཁེལ་བ་དེ། ཅིག། འབྲས་བུ་རྒྱ་ཆེན་པོ་མེད་པ་ཉུང་ཉུང་ཅིག་དུས་ཚོད་ཡང་ཐུང་ཐུང་ཅིག་མ་ཐོབ་ཇེ་མང་ཇེ་དཔེར་ན། བདག་ཅག་འུ་སྐྱེ་ལ་མེ་རེ་ཤིང་ཏོག་ས་ཡི་སྐྱེ་ལ་ཟེང་ཅིག་མི་དེ་བི་ན་ན། འུ་དེའི་སྐྱེ་ལ་དེའི་སྐྱེ་ལ་གི་དོང་བུ་དེ། ལ་ད་ལོ་སྐྱེ་ལ་སྐྱེ་རྒྱལ་མ་ནས་འུ་དེའི་སྐྱེ་རྒྱལ་གྱི་དོང་བུ་དེ་ཤུལ་མ་ལོ་ལ་འུ་དེ་ལ་སྐྱེ་ལ་སྐྱེ་རྗེ་མ་ང་ཡིན། ད་འུ་དེ་དེ་ཏུབ་ཏུབ་ཅིག་ནས་ཡང་འཇིན་ས་ཅིག་གུ་ཟུར་ཅིག་ནས་སྐྱེ་ལ་གི་ཤིང་ཏོག་དེ་སྐྱེ་གི་ཡིན། འུ་དེ་ལྗོངས་ལ་བསོད་ནམས་ཆ་མཐུན་གྱི་དགེ་བ་ཟེར་མཁན་འདི་སོ་སོ་གཅིག་པུའི་བསམ་བློ་དང་སོ་སོ་གཅིག་པུའི་གྱི་ཚེ་འདི་ལ་དད་བ་དང་སྐྱིད་པོ། ཨ་ཅིའི་བརྒྱ་བཤད་གཏོང་བྱེད་རང་དང་ངའི་ཨ་ཅིའི་གཉེན་དང་སྤུན་ཟློག་ལ་ཨ་ཅིའི་གྱི་བསམ་བློ་གཏོང་ཨེ། འོ་འདི་གྱི་བསམ་བློ་འདི་མདོར་ན། ད་དེ་ངས་མ་ནས་བའི་སྐྱེས་ལག་གྱི་འབྲས་བུ་སྐྱེས་སྐྱེས་བྱུང་ལ་སྐྱེས་ལེགས་འབྲས་བུ་དེ་ད་ལོ་སྐྱེས་ཀྱི་ཡིན་སང་པོ་སྐྱེས་ཀྱི་མ་ངེས་ཡིན་འུར་བྱུང་ལ་ད་འདི་འོ་རེད་བསོད་ནམས་བསགས་བསགས་འདི་དགེ་བ་བྱེད་བྱེད་ཀྱི་བསོད་ནམས་ཨེ་ཅིའི་འོ་གོ་འདི་དེ་ནས་འབྲས་བུ་གཅིག་བྱུང། འོ་དེའི་འབྲས་བུ་དེ་དེ་ནི་ཟས་ཟིན་ངན་ཟིན་པ་སོགས་དེ་ནི་མེད་ལ་ཡིན་འོད་སྦྱོང་ལ་ཡིན་ངན་ཡིན་ངན། ད་ཡང། ཐར་པ་ཆ་མཐུན་ཟེར་མཁན་དེ་འོ་དེ་ལས་གཅིག་འགྱུར་ཆེ་བ་ཕན་ཆེ་བ། འོང་ཆེ་འོ་དེ་དེ་བསམ་བློ་བཏང་བཏང་གི་སྒོ་ནས་ཁྱད་པར་བསམ་བློ་ཇི་ནུས་གཏོང་ཆེ་ན་ཟེར་སྦྱོང་ལ། ད་སེམས་ཅན་གྱི་སྲོག་གཅོད་སྤང་རྫུན་སྤང། དེ་ནི་གཅིག། རྫུན་ཕྲ་མ་ཚིག་རྩུབ་ང་རྒྱལ་ལ་སོགས་པའི་རྟགས་ངེས་དྭངས་ལ་མ་གནས་པའི་དགེ་བ་བཅུ། འོ་དེས་ཁྱེད་བར་གཅོད་དེ། བསམ་བློ་ཡི། སྟོང་ཕྱོགས་ལ་ཆ། ཆ་ཞོག་ཅིག་ཞོག། རང་གཅིག་པུའི་ཕྱིར་དུ་མ་ཡིན་པ། སོ་སོ་དང། གཉེན། སྤུན། མཛའ་མོ་གླིང། ན་དང་ལྕགས་ཀྱི་དུས་ཚོད་ལ། རོབ་རྫི་རྒྱག་ཅིག་ཞོག། མི། དུང་འགྱུར། དུང་ཕྱི་ཐམ་པ་འོང་ཅིང། འོ་དེས་སྟོད་ལས་ཀྱི་བསམ་བློ་གཏོང། འོ་དེ་ཙམ་མ་ཡིན་པ། མཛའ་མོ་གླིང་འདི་ཡི་ནང་ལ། འབུ་སྲིན། སྲོག་ཆགས། ཤིང་ནགས་ནགས་ལ་སེམས་ཅན་ཇི་ནས་འོང་ཇི་ནས་འོང་གི་སྟོད་ལས་ཀྱི་མདོ་ན་སེམས་ཅན་ཡོད་ཆོས་ཀྱི་སྟོད་ལས་ཀྱི་བསམ་བློ་དང་འོ་དོད་སྟོད་ལས་ཀྱི་ཕན་ཕན་ཐོགས་དང་འོ་དོད་སྟོད་ལས་དལ་བ་དང་འོ་དོད་སྟོད་ལས་སྐྱིད་པོ་དང་འོ་དོད་སྟོད་ལས་ལཱུ་དེའུ་ཞི་བདེ་གི་བསམ་བློ་ཅིག་བཏང་རྗེས་ནི་འོ་དོད་སྟོད་ལས་ཀྱི་བསམ་བློ་དེ་ཚུར་དྲན་འོ་དོད་སྟོད་ལས་ཀྱི་དལ་བ་དང་སྐྱིད་པོ་འོང་ཆོས་ཀྱི་བསམ་བློ་བཏང་བའི་མགོ་ནས་དེ་ནི་འཇིགས་བུའི་འཇིགས་ཀྱི་ལས་ཀ་དེ་ནི་སྲོག་གཅད་སྤོང་བྱེད་ཡིན་ན་ཡང་འདྲ་མ་བྱིན་རྐུ་མ་མི་རྒྱག་ཟེར་ཡང་ཡིན་ན་ཡང་འདྲ་ཅིག་མེད་ཡོད་རེད་བརྫུན་ཕྲ་མ་ཟེར་ན་ང་ཅོ་སྟོད་ལས་སྤོང་བྱེད་ཀྱི་བསམ་པའི་ཀུན་སློང་གྱི་སྒོ་ནས་བསམ་བློ་འོ་དེ་བཏང་བའི་སྒོ་ནས་ལས་ཀ་གལ་བ་བཅུ་བྱས་པ་ཟེར་བྱུང་ལ་གལ་བ་བཅུ་དེ་ཉམས་ལེན་གྱིས་བྱས་བྱུང་ལ། འོ་དེ་གལ་བ་བཅུའི་ཉམས་ལེན་དེ་བསོད་ནམས་ཆ་མཐུན་གྱི་གལ་བ་ཟེར་གྱི་མ་ངེས་ཡིན། འོ་དེ་གལ་བ་དེ་ད་ཅིག་གིས་འུ་ད་ལྟའི་ན་ཅིག་དཔེ་ཆ་ནང་པ་ཞིག་དཔག་བསམ་གྱི་ལྗོན་ཤིང་ན་ཞིང། མི་སྲིད་པའི་གཏེར་ཟེར་ན། ཨ་ཅེ། གཏེར་ཡིན་ན་ཨེ་མལ་ཙམ་ཅིག་དེ་རིང་ཨེ་མལ་དེ་བེད་སྤྱོད་གཏོང་རྒྱུ་ལ་དངོས་རོགས་གཡང་མོ་དེ་ཟིན་གྱི་མེད། ཅིག་ངམ་ངམ་ཤུགས་ཤུགས་ཀྱིས་མི་འབྱུང་སྟེ། གཏེར་དང། ཅིག་ནི་དཔག་བསམ་གྱི་ལྗོན་ཤིང་དང་དེ་ནོར་བུ་རིན་པོ་ཆེ་ལ་སོགས་པ་གསོ་བ་ཙམ་ལྟར་ན་ཁོ་ཟེར་གྱི་རྫོགས་ཀྱི་མེད། ཅིག་འབྱུང་གི་མ་ནི་འོ་དེ་འབྱུང་ལ། དལ་དེ། ཅིག་གི་ནི་གལ་བ་བཅུ་བྱས་རྗེས་དེའི་གྲངས་ཀ་བཅུ་མ་སྟོང་གྱི་མ། ཡིན་ན་འོ་དེ་ཀྱི་བསམ་བློ་བཏང་གི་ནི་གྱི་གཞུང་ལ་འོས་བསྡུས་ཀྱི་བྱས་རྗེས་ཀྱི་འབྲས་བུ་དང་ཕན་བདེ་རྒྱ་ཆེན་པོ་འབྱུང་བ་ཞིག་ཡིན། འོས་བསྡུ་རྒྱ་ཆེན་པོའང་རྒྱུ་མཚན་གཅིག་ན་དུ་དམིགས་ཡུལ་ཁོ་རང་རྒྱ་ཆེན་པོ་མ་ནས་ཨ་དམིགས་ཡུལ་རྒྱ་ཆེན་པོ་བྱུང་བ་ཟབ་ཅིང་འོས་བསྡུ་ཀྱི་ལས་ཀ་ཇི་ནིང་བྱས་པ་སྟོད་ལས་ཕན་ཡོན་ཆེན་པོ་རྒྱ་ཆེན་པོ་སྟེ་དུས་ཚོད་ཡང་རིང་པོ་འོག་ད་འོང་ཅིག་འོས་བསྡུ་ལ་དེ་ནི་ཆོས་དང་དཔེ་ཆའི་ནང་ལ་ཅི་ཟེར་ཅེ་ན་ས་ཐར་པ་ཆ་མཐུན་གྱི་ཁེ་བ་ཟེར་མཁན་ཐར་པ་ཆ་མཐུན་ཟེར་མཁན་འདི་ཚེ་འདི་དང་ཚེ་ཕྱི་མ་དལ་བ་དང་སྐྱིད་པོ། སྦྱོར་བ་ཙམ་མ་ཡིན་པ་མདོར་ན་གཅིག་གིས་མི་ཚེ་འདི་ཙམ་མ་ཡིན་པ་མི་ཚེ་ལྟ་བུ་སྐྱེལ་བ་ཙམ་ལོན་རྒྱུར་མདོར་ན་རང་ལྟ་དུས་ནམ་ཞིག་གི་དུས་ན་འུ་དེ་སངས་རྒྱས་ཀྱི་མ་ནས་འུ་དེ་སངས་མ་རྒྱས་ཀྱི་བར་དུ་མདོར་ན་འུ་དེ་དེ་དང་དེ་འགལ་བ་བྱེད་བྱེད་དེ་ཁོས་འུ་དེ་གྱི་ལམ་འགྲོ་བ་ཡིན་འུ་དེ་གྱི་གྲོགས་སུ་ཡིན་ན་འུ་དེ་གྱི་རོགས་བྱེད་མཁན་ཡིན་འུ་དེ་གྱི་རྒྱུ་རུ་འགྲོ་བ་ཡིན། འོ་དེ་ལ་དེ་ནི་ད་འདོད་ན་ཐར་པ་བྱ་དོན་འདོད་ན་ཅིག་ཁམས་གསུམ་འཁོར་བ་གྱི་འགྲོ་བ་རིགས་དྲུག་གི་སེམས་ཅན་ཁ་རུ་ནང་ལ་ད་ཡང་འདྲ་ལྷར་སྐྱེས་ན་ཡང་འདྲ་མིར་སྐྱེས་ན་འདྲ་རང་རང་སོ་སོ་ཀྱི་དུས་སྐབས་སྐབས་དང་མཐུན་པའི་སྒོ་ནས་དུག་ལྔ་ལ་བསྔོ་ཡིན་དཔེར་ན་ལྷ་ལ་ཡང་དུག་ལྔ་ལས་ལྕི་བ་དགོས་ཡིན་མི་ལ་ཡང་དུག་ལྔ་ལས་བ་བ་རང་བསྟོད་ལས་ཆེ་བ་དགོས་འབྱུང་འོ་དེ་འབྱུང་ལ་དུད་འགྲོ་དང་སེམས་ཅན་མང་པོ་ལ་རང་རང་སོ་སོ་ཀྱི་ད་དམྱལ་བ་ཡི་ད་དུ་ནོར་ད་ཟེར་མི་དགོས་པར་ད་དུག་ལྔ་ལ་མང་པོ་བ་བསྔོ་ཡིན། འོ་འདི་ལྗོངས་ལ་བྱས་ཀྱི་ནི་ད་དུང་མཁལ་མང་པོ་འོ་འདི་དུང་མཁལ་ཁམས་གསུམ་འཁོར་བ་ལས་ཐར་ཅིག་གིས་ཁམས་གསུམ་འཁོར་བ་ལས་གྲོལ་ནུས་ཅིག་ཁམས་གསུམ་འཁོར་བ་ལས་ཅིག་ཐར་ཅིག་ནི་སངས་རྒྱས་ཀྱི་གོ་འཕང་ཐོབ་ནུས་ཅིག་གི་རྒྱུ་འདི་དལ་ཏེ་བའི་གལ་བ་བཅུ། གལ་བ་བཅུ་ཡིན་པ་གྲངས་ཀ་བཅུ་ཡིན་པ་འདྲ་འདྲ་ཡིན་ན་ཡང་བྱེད་སྟངས་བྱེད་ལུགས་ཀྱི་གཏད་བཤད་ལ་བལྟས་ཀྱི་ནི་འོ་འདི་འདི་ནི་འགྱུར་ཆེན་པོ་དང་ཕན་ཡོན་ཆེན་པོ་ཅན་སངས་རྒྱས་ཀྱི་གོ་འཕང་ཐོབ་ཀྱི་རྒྱུར་འགྲོ་བ་ཡིན་ཆོག། ད་འོ་བྱེ་ཐང་བྱེད་ལུགས་དེ་མ་ཤེས་པ་ཟེར་བྱུང་ལ། གལ་བ་བཅུའི་བྱེ་ཐང་གཅིག་པ་ཡིན་ན་ཡང་ཡིན་གཅིག་གི་རྒྱུ་དེ་སོ་ནམ་ཆག་དོན་གྱི་གལ་བ་ཟེར་ངེས་འདི་མདོར་ན་ངའི་ཐེག་ཐང་ལ་མ་གནས་བས། བྱེ་ཀའི་སྐྱེས་ལག་གི། བྱེ་ཀའི་ཤིང་ཏོག་སྐྱེས་ལག་གི་འོད་དེ་འབྱུང་འགྲོ་ཨང་ཡིན་ངེས་ཁོ་སྐྱེས་ལག་ད་ལོ་སྐྱེས་སང་པོ་མི་སྐྱེས་ཡིན་ངེས། ད་ཐར་པ་ཆ་མཐུན་གྱི་དགེ་བ་དེའི་ངེས་དེ་དང་ལེན་ནས་ཀྱང་ཁོས་སྐྱེས་ལ་ཀྱང་ད་ལོ་སྐྱེས་སངས་མི་རྒྱ་མ་ཡིན་པ་ད་ལོའང་སྐྱེས་མཁན་ཡིན་ངེས་སངས་པོའང་སྐྱེས་མཁན་འཇུག་ད་གང་ལྟར་འུ་སངས་མ་སྐྱེས་ཀྱི་བར་དུ་འབྲས་བུ་འདི་འབྱུང་ངེས་ཡིན། རྒྱུར་ཆེན་པོ་ཕན་ཆུང་པོ་མི་འདྲེས་པ་ན་འོ་དེ་བྱུང་བར་སོང་ད་ཕན་ཆེན་པོ་དང་རྒྱུར་ཆེན་པོ་དེ་ནི་གྱིས་ཤེས་པ་ཟེར་བྱུང་ལ་འོ་དེ་འདི་ལ་བསམ་གྱིས་ནུས་ནན་ཅིག་གྱིས་ཅི་བྱུང་ལ།

ལ་འུ་ཆོ་ལ་ཅིག་ཐར་པ་ཆ་དོན་ཟིན་ན་མི་འདུག་འགྱུར་ཆེན་པོ་དང་ཕོན་ཆེན་པོ་འདི་ལ་བསམ་བློ་བཏང་ཅིང་ཉམས་ལེན་ལན་དེ་རིང་བསམ་བློ་བཏང་དངོས་རོགས་བསམ་བློ་བཏང་གནའ་བསམ་བློ་བཏང་དེ་ནས་རིམ་གྱིས་རིམ་གྱིས་དེ་ནས་ཁོ་རང་ངང་མོ་ཤུག་ཤུག་གིས་ཅི་ལ་གོམས་ཀྱིས་ནི་ལ་འོང་ངས་ངན་བྱུག་རྟ་འདི་གལ་བ་ཅུད་ཙམ་མ་ཡིན་པ་ལས་ཀ་ཇི་ནི་ཅི་བྱས་ན་ཡང་ཞབས་བརྟན་གྱིས་ཕེབས་ན་ཡང་འདྲ་ཚོགས་པ་འཇུ་ཚུགས་ན་ཡང་འདྲ་ཅིག་མ་ནི་ཅིག་གྲོངས་ན་ཡང་འདྲ་ནི་ཅིག་གིས་ཇི་ནི་བྱས་ན་ཡང་ད་ཅིག་ཆོས་ཟེར་མཁན་འདི་འདོད་ན་ཅིག་རང་གི་བསམ་པའི། རྩ་བ་བསམ་ལ་ཐུག་ཡོད་འདི་ག་སུ་དེ་བསམ་དེ་གི་བྱེད་སྟངས་བྱེད་ལུགས་དེ་ཤེས་པ་ཟེར་བྱུང་རྒྱུར་ཆེན་པོ་དང་ཕན་ཆུང་གཅིག་པ་ཡིན་ངེས་བྱུང་དེ་མི་རྒྱུ་མཚན་ཟེར་ན་ཆོས་སྦྱོང་གོས་ཅིང་ཤེས་གོས་ཅིང་ཟེར་རྒྱུ་མཚན་ཡོད་ཡིན་འུ་དེ་ངེས་ད་ཆོས་ཙམ་མ་ཡིན་པ་དོན་ལས་ཀ་ཇི་ནས་ན་གནད་ཀ་དེ་ཤེས་གོས་ཅིག་དེ་གལ་ཆེན་པོ་གནད་ཀ་དེ་ཤེས་པ་ཟེར་བྱུང་ལ་ཅིག་སྟབས་བདེ་བོ་དང་གོ་བདེ་བོ་དང་ཅིག་ཅིག་རྒྱུར་ཆེན་པོ་མེད་དེ་ཆོས་མ་ཤེས་པ་ཟེར་བྱུང་ལ་ཆོས་ཀྱི། གྱི་དང། རྒྱུ་མཚན་དེ་ལའོ་མ་ཤེས་པ་སོགས་ནི་སྡུག་པོ་དང། གི་ཡང་ཅིག། རྒྱུན་རིང་པོ་འགོར་གྱི་མང་པོ་འོང་ཅིང་བསྟན་པའི་རྒྱུ་མཚན་གནད་ཀ་ཅི་ན་གནད་ཀ་ཤེས་ཀྱི་དེ་གལ་ཆེན་པོ་དཔེར་ན། ཤིང་གཏུབ་ཅི་ན་ཤེས་མཁན་དེ་ཤིང་གཏུབ་ཀྱི་དེ་ཤིང་གི་གནད་ཀ་དེ་གཏུབ་སྟངས་ཤེས་པ་སོགས་ལས་སླ་བོ་མངོན་བྱུང། དཔེར་ན་མི་ཤེས་པ་དང་མི་སེམས་ཅན་སེམས་ཅན་གྱི་སྲོག་གཅོད་ཀྱི་དེ་ཁོ་གནད་ཀ་ཅིག་ཤེས་པ་སོགས་ཁོའི་སྲོག་གཅོད་ཀྱི་ལ་ཅིག། ཤེས་པ་སོགས་ཀྱིས་ནི་ལ་ཁད་པར་ཟ་གིན་ཡོད་ལ་ཡང་ཁེ་བ་མེད་དེ་སྲོག་ཆེ་མི་ཤེས་ཀྱི་མི་གནས་ཀ་མེད་ཤེས་པ་སོགས་ཡོད་ཅིག་ལག་པ་གཏུབ་རྐང་པ་གཏུབ་མང་པོ་ཅིག་གཏུབ་ན་ཡང་ཁོ་སེམས་ཅན་མི་ཤེས་མེད་དེ་འོས་སྦྱོང་གང་ལྟར་རང་རང་སོར་ཉམས་ལེན་ཅི་བྱེད་ན་ཡང་ཁོ་གནས་ཀ་བྱུང་མ་མྱོང་ན་གནས་ཀ་དེ་ལའོ་ཤེས་པ་ཟེར་བྱུང་ལ་དེ་ནི་ཅིག། དོག་པོ་སྨད་ར། འབྲེའུ་རྒྱ་ཆེན་པོ་ཕོན་ཆུ་བོ་ཅིག་འོང་བྱེད་ཡིན། འོ་དེ་ཀྱི་ཕྱིར་དུ་ད་ལྟེང་གི་མདོར་བསྡུས་ཙམ་ཅིག་ཨ་ནི་དེ་ནས་མ་ཡང་ཨ་ཅེ་ཅིག། ཤེས་མདོག་མཁན་དང།